དཔེ་མཚོན་ཙམ་རེད་ཨམ་འདོད་དགོས་ཡོད་ཅི་རེད་ད་དེ་དེ་ནང་བཞིན་ད་བོད་ས་ཁུལ་མང་པོ་གཅིག་ལ་གནས་ཚུལ་དེ་བྱུང་ཡོད་རོགས་ད་ག་ནང་བཞིན་ང་ཚོ་བོད་ཕྱི་ཕྱོགས་ལ་ཆགས་བཞག་པ་ཡིན་ན་དགོན་སྡེ་ཁག་ཁག་ཆགས་ཡག་རེད་ད་ག་ནང་བཞིན་གི་དེ་ནས་དགེ་རྒན་དགེ་གྲོགས་ཁག་ཁག་ཆགས་ཡག་རེད་ལྷ་མོ་སློབ་མ་ཁག་ཁག་ཆགས་ཡག་རེད་ཨ་ནི་གྲོང་སྡེ་ཕན་ཚུན་ཁག་ཁག་ཆགས་ཡག་རེད་ཨ་ནི་ཟ་མ་ད་ཨ་ནི་བུ་ཕྲུག་ཕ་ཚུ་ཁག་ཁག་ཆགས་རེད་དེ་འདྲ་ད་ཞི་བ་བྱུང་ཡོད་རོགས་ད་དེ་འདྲ་བྱུང་ཡག་དེ་ད་ག་རེད་ཟེར་ན། ད་བྱས་ཙང་ད་ལྟ་འདི་ཅི་ལྟར་བྱས་པ་ཡིན་ན་ང་རང་ཚོ་ད་དེ་ཡོངས་སུ་རྫོགས་པ་དེ་བོད་རིགས་ཨ་ནེ་བོད་ཁ་བ་གངས་ཅན་ལ་སྐྱེས་བསྡད་པའི་ད་གང་དང་འཕགས་སྤྲེའུ་བྱང་ཆུབ་སེམས་དཔའ་དང་མ་སྲིང་མ་བྲང་སེམས་དཔའ་གཉིས་ཀྱི་བརྒྱུད་པ་ལས་བྱུང་བའི་མི་རིགས་གཅིག་དེའི་ནང་ནས་ཀྱང་ཨ་ནེ་ཚང་མ་ཐམས་ཅད་ཡོངས་སུ་རྫོགས་པ་དེ་ནང་པ་གཅིག་མཚུངས་རོལ་བ་བོད་རིགས་གཅིག་མཚུངས་སྐྱབས་བཅོལ་བ་གཅིག་མཚུངས་ད་ཕྱི་ལོར་དེ་གཉིས་ཡིན་ན་ནི་དེ་འདྲའི་གཅིག་རེད་དེ་འདྲའི་གཅིག་ནང་ལོགས་ལ་ཡ་ད་ང་ཚོ་ད་བྱ་སྤྱོད་དེ་འདྲའི་སྤེལ་བྱས། ཆོས་དང་ཟང་ཟིང་གི་མཐའ་འབྲེལ་བ་བཅས་གསལ་ཞོར་བར། ད་དེ་ཡང་པའི་དུས་རབས་ཉི་ཤུ་རྩ་གཅིག་བ། དུས་རབས་ཉི་ཤུ་རྩ་གཅིག་བ་འདི་སྤྱི་དང་ཆེ་བ་ཡིན་ད་སྔོན་ནས་དྲན་ན་ད་སྤྱི་ཚོགས་ཚང་མ་ཡར་རྒྱས་ཕྱིན་མི་སླེབས་པ་ཨ་ནི་གུ་ཡངས་པོ་ཆགས་ཚང་མ་མཐུན་སྒྲིལ་གྱི་བྱེད་ཡ་དང་ཚང་མ་སྤྱི་ཚོགས་ཡར་རྒྱས་བཏང་ཡ་དང་ཨ་དེ་འདྲས་ཀྱི་དཔེ། སྤྱི་ཚོགས་གུ་ཡངས་པོ་ཞིག་ཆགས་དར་བ། སྤྱི་ཚོགས་གུ་ཡངས་པོ་དེ་འདྲས་ཅིག་ཡོད་པའི་ཨ་ནི། གནས་སྐབས་ཟིན་ན་ད་དུས་སྐབས་དེ་འདྲས་ཅིག་ལས་ཡ་ཨ་ད་ང་ཚོ་བོད་པ། ལྷག་བསམ་མི་ཐོབ་མལ་དུ་མགྱོགས། དེ་ཡང་བོད་རིགས་གཅིག་པ་ད་ནང་དགོང་ལ་ཡང་འདི་འདྲ་བས། ཨེ་ན་ཆོས་དང་ཟང་ཟིང་གི་ད་འབྲེལ་བ་བྱེད་ཆོག་གི་མ་རེད་ཟེར་ཏེ་ནི་མནའ་བསྐྱལ་དམ་བཅའ་དེ་འདྲ་བྱེད་ཡ་དེ་ད་སྔོན་མ་ཡིན་ན་བྱུང་མ་མྱོང་བ་འདྲ་ཅི་ད་ད་མ་འོངས་པ་ལས་ན་འབྱུང་མི་སྲིད་པ་འདྲ་ཅི་རེད་དེ་ཡིན་ན་ད་ལྟའི་གནས་སྐབས་དེ་འདྲ་བྱུང་འདོད་རེད། བྱུང་ནི་བྱུང་བ་ལ་བརྟེན་ནས་ད་ཅིག་ད་ལྟ་ང་ཚོ་བོད་པའི་ལག་རྩལ་ཡོད་པ་དེ་རྦད་དེ་ཁ་ཐོར་གུ་ཐོར་ཆགས་ཡ་དང་ཨེ་ཁོ་རང་ཚོས་ཤེས་པ་ནང་བཞིན་གྱི་རྦད་དེ་བོད་པར་གང་མེད་དེ་ཨེ་ན་ལྷ་དང་འདྲེ་གི་ད་རྙོག་དྲ་དེ་ལ་བརྟེན་ནས་ད་ག་ཟུག་རབ། དེ་ཁ་ཁ་ཆགས་པ་རེད་ཟེར་ནས་འདི་ལྟར་བཞིན་བཏང་སོང་ཟེར་ཁོ་རང་ཚོས་བཤད་ཀྱི་འདུག་བར། དེ་འདྲ་ཡིན་དུས་བཟང་ང་ད་ལྟ་ང་ཚོ་ད་ད་ང་བཀའ་འདྲི་ཞུ་ཡ་དེ་ག་རེ་ཡིན་ཟེར་ན་ན། དེ་འདྲའི་གི་ད་བོད་པ་གཅིག་ནང་ཁུངས་ནང་པ་ཨ་ནི་གཅིག་མཚུངས་ཅིག་བོད་པ་སྐྱབས་བཅོལ་བ་གཅིག་མཚུངས་ཅིག་ནང་ཁུངས་ལ་ཡང་དེ་འདྲའི་གི་ཨ་ནི་ཆོས་དང་ཟང་ཟིང་གི་འབྲེལ་བ་བཅས་བཅས་མནའ་སྐྱེལ་དམ་བཅའ་བྱེད་དགོས་ཡ་དེ་ཆོས་ཕྱོགས་ནས་ཆགས་པ་ཡིན་ན་ན་ག་འདྲས་ཀྱི་ཆགས་ཀྱི་ཡོད་ར། འཇིག་རྟེན་གྱི་ཨ་ནི་མཐུན་ཕྱོགས་ནས་ཆགས་པ་ཡིན་ན་ག་འདྲས་ཀྱི་ཆགས་ཀྱི་ཡོད་ར་དེ་རིན་པོ་ཆེ་ཁྱེད་རང་གི་དགོངས་ཚུལ་རུ་ག་རེ་འདུག་དེ་ལ་གཅིག་ང་ཚོ་གསལ་བཤད་ཅིག་གནང་རོགས་གནང་ཞུ་ཡ་ཡིན་རོགས།

གྲུབ་མཐའ་ཕན་ཚུན་དགའ་ལ་དགའ་བདག་ཆགས། ལུང་པ་ལུང་ཚན་དཔོན་ཞལ་ཉེ། བླ་མ་སློབ་མ་དགེ་རྒན་དགེ་ཕྲུག། ད་ཞི་དྲག་གི་ང་ཞིག་ཆོས་བཟང་གི་ལས་ཀ་ལས་མི་མང་པོས་གསོད་རེ་ཐུག་ཡོད་པ་རེད། དེ་ཙམ་དུ་མ་ཟད་ལས་ཀའི་ལྷ་བསྟེན་མཁན་གྱི་མི་གཅིག་གིས་དཀའ་ངལ་ག་འདྲའི་འཕྲད་བསྡད་ཡོད་ན་ཡང་ད་རོགས་སྐྱོ་བྱེད་ཀྱི་མ་རེད། དཔེར་ན་ན་ནིང་ཁོ་ཚོ་གིས་དེ་འདྲའི་ནད་ནད་པ་གི་དེ་འདྲའི་གི་ནད་པ་དེ་ལ་ཞིབ་དཔྱོད་བྱས་དེ་ནི་ནད་བཅོས་ཀྱི་རོགས་པ་ཅིག་རྒྱག་གི་ཡིན་ཟེར་དེ་ལབ་བྱུང། དེ་ཡི་གེ་ནང་ག་རེ་བཞག་སོང་ཟེར་དེ། དོ་རྒྱག་བསྟན་མཁན་ལས་གཞན་པ་ཚང་མ་ལ་རོགས་སྐྱོ་བྱེད་ཀྱི་ཡིན་ཟེར་དེ་དེ་འདྲ་ཞིག་དགོས་ཆགས་པ་རེད། ད་དེ་འདྲ་ཡིན་དུས་ང་ཚོ་ཡུལ་གྲུ་ལ་ས་ཡོམ་རྒྱུག་པ་རེད། ས་ཡོམ་རྒྱུག་པའི་དུས་སུ་ལ་ཡང་དེ་ནས་རོགས་སྐྱོ་ཕར་ཚུར་མང་ཚོགས་དེ་ཚོ་ཞེ་དྲག་བྱེད་ཀྱི་རེད་དེ་གོ་ལྷ་བསྟེན་མཁན་དེ་ཚོ་དཀའ་ལས་ཅི་ཤོག་ཡ། ལྷ་བསྟེན་མཁན་གྱི་བླ་མ་དགེ་བཤེས་རྣམ་པ་མཚུངས་པ་དེ་ཚོའི་ཕར་རོགས་སྐྱོར་བྱས་དུས་ཀྱི་ལྷ་མི་བསྟེན་མཁན་གྱི་ལན་མི་ཧོད་པ། ད་ངས་དཔེ་མཚོན་ཅིག་བཤད་པ་ཡིན། ང་ཡ་གི། དེ་བ་ལ་རོགས་པ་བྱས་དེ་ནི་གོ་མ་འཕྲ་རྒྱག་དེ་ལྔ་བཅུ་ལྷག་ཙམ་ཅིག་གི་ངའི་སྐྱབས་ལ་ཉོས་དེ་སྤྲད་པ་ཡིན། སྤྲད་དུས། ས་ཡོམ་སྐབས། ང་ས་ཡོམ་སྐབས་ལ་ས་ཡོམ་བྱེད་ས་དེ་ལ་ང་ཚོ། ད། དེ་འདྲས་གི་རྒྱ་མི་གི་ཚོང་ཟེར་གི་རེད་ད་དེ་རི་ཁག་ཅིག་ཧྲིལ་ཅིག་གི།

རྙིང་པ་གང་ཡིན་མི་ཤེས་ཏེ། དེ་འདྲས་ཀྱང་ཀྱང་སྤྲད་པ་རེད་དེ། ད། ཁྱེད་ཚང་གཅིག་གིས་དེ་ལབ་འདུག་ཟེར་བ། ད་འབྲས་ནི་མ་བཟོས་ན་ཆོག་གི་ཡོད་ན། འདི་ད་སྣོད་ནི་ང་ཚོས་སྐོར་མོ་བརྗོ་ཆོག་ས་མ་རེད་དེ་སྔོན་སྣོད་ཅིག་སྙིང་སྐྱིད་བོ་ཞེ་དྲག་འདུག་ཟེར། ད་འབྲས་དེ་ཟ་ཕོད་ཀྱི་མ་རེད་ཟེར། ད་དེ་འདྲས་དཀའ་ངལ་འདུག་མི་ཞིག་སྤྱི་ཚོགས་དུ་རུ་དེ་འདྲས་ཀྱི་བོད་ཕ་ཀོན་ལྷོང་ངན་པ་བཞག་ཕ་ཆགས་ངན་པ་བཞག་པ་རེད། ད་དེ་འདྲས་ཡིན་དུས་ངས་ཚོད་ཀྱི་སྔ་མ་ལ། སྔོན་ན་དྲང་ནས་ད་རྒྱལ་བ་རིན་པོ་ཆེ་གི་བཀའ་རེད་རྩ་བ་ཉིད་ནས་བསམ་མྱོང་མེད། དེ་འདྲའི་གི་ཐབས་སྐྱོ་བོ་དེ་འདྲའི་སྡུག་ཅག་ཅིག་དེ་རྒྱལ་བ་རིན་པོ་ཆེ་གི་གསུང་རེད་ཟེར་མཁན་དེ་ཚོ་ལ་ང་ཚོས་ངོ་གདུང་བ་ནག་པོ་བྱས་ཏེ་ན་ཁྱོད་ལྷ་སྐྱེས་ནས་ཟིག་ལ་སྐུར་བ་འདེབས་དགོས་འདུག་བ་ཟེར། སྐྱེས་ནས་ཟིག་གི་རེ་དྲུག་སེམས་ཅན་ཐམས་ཅད་ཀྱི་དོན་ཐོབ་སྐྱེ་ག་རེ་མ་གཏོགས་ལས་ཀྱི་ཅིག་ལྷ་བསྟེན་མི་བསྟེན་ཅིག་དེ་དེ་གྲུབ་མཐའ་གི་དབྱེ་འབྱེད་ཟེར་བ་བལྟ་ཞོག་ཕ་སྲིད་ཀྱི་ཤ་བ་ལ་མ་ཡིན་ན་ཡང་དགྲ་ལན་མི་མཁན་ཉིད་ཕ་ཕ་སྐྱེས་ནས་ཟིག་གི་དེ་འདྲའི་སྐད་ཆ་ཅིག་བཤད་གི་མ་རེད་ཟེར་ཏེ་ང་ཚོས་འཛིན་མོ་གཏོང་གི།